ཚོགས་གཙོ་གཞོན་པ་བཅས་ནས་གང་དགའ་གདོང་བརྗེད་ཀྱིས་ངས་དགའ་སྙམ་ལོ་བཅུའི་གི་ཚེ་ཇི་སྙེད་འགན་ཁུར་ནས་སྐུ་ཕྱྭ་སྒང་ལ་བསྡད་པ་ཡིན་ཏེ། ངས་ལྷད་ཅིག་མཐོང་མ་མྱོང་ང་བོད་གངས་ཅན་ཡུལ་ལ་བསྡད་དུས་ཡང་མཐོང་མ་བྱུང་དཔལ་ཞང་དམར་པོ་གཅིག་པུ་རོགས་རང་བྱས་ཡང་མཐོང་མ་བྱུང། མེ་མདའ་མེ་མདའ་བོ་ཆེ་གཅིག་དང་མདེའུ་མདེའུ་རྡོག་གཅིག་གིས་བོད་གཞུང་གི་ཆོས་དགོང་དྲོ་ལ་རོགས་པ་བྱས་པ་མེད། རྒྱ་གར་ལུང་པ་ལས་གླས་ན་སྒྲིག་འཛུགས་ཁག་དེ་རྒྱལ་ཁང་དང་གཙོས་དུས་གང་ལ་བོད་གཞུང་གི་ཐོག་ལ་ག་ཡེ་གནང་བཞག་ཡ་མེད་དེ་ཡིན་ནའང་སྐབས་དེ་བོད་གཞུང་གང་དཀའ་ངལ་འཕྲད་ཡོད་རེད་རང་གི་རྒྱལ་ཁབ་ཡིན་རང་གི་སྒྲིག་འཛུགས་ཡིན་རང་གི་དེ་ཡིན་བསམ་ནས་ག་ཟེར་དགོས་རེད་ཅེས། ཡུལ་བཤད་ས་ཀྱི་ཡུལ་འདྲ་པོ་མེད་བསམ་ནས་གི་ཆུ་དགོང་དྲུག་དཀའ་ངལ་འདི་ཆུ་དགོང་དྲུག་ཁུར་ནས་ཆུ་དགོང་དྲུག་གི་དཀའ་ངལ་འདི་ཆུ་དགོང་དྲུག་གི་རྡུང་ལེན་བྱས་ནས་བསྡད་བསྡད་པ་ཅི་ཡིན་མ་གཏོགས་ཅི་གང་ཡ་མེད་དེ། སྐབས་དེ་ལ་བོད་གཞུང་གི་ག་རེ་མཛད་བྱུང། ད་ངའི་ལོ་ཚོད་འདྲ་པོ་དེ་ཡོངས་རྫོགས་ངས་ཡག་པོ་བྱེད་འདོད་སུ་བྱེད་ནས་དྲན་གྱི་མི་འདུག་མ་གཏོགས་རྒྱ་གར་རིན་པོ་ཆེ་ཀ་ལང་མེ་འདྲ་ཀྲང་ལགས་ཕེབས་རེད། ཀྲང་ལགས་ཕེབས་དུས་སྒང་ལ་འཇུ་ཆུང་ཐོན་ཐོན་བཀའ་ལན་ཁྲུས་པ། བཀའ་ག་རེ་གནང་ཡོད་རེད་ཟེར་ནས་ཁྱོད་དེ་རིགས་གཞུང་གི་ཐོག་ནས་འབྲེལ་བ་བྱས་ནས་ཆོག་གི་རེད།

དེ་ལས་ཀ་རྐང་འབྲི་ཞན་གང་ཡང་མེད་པ་ཞིག་ག་སྲིད་ཆ་རྐྱེན་གང་ཡང་མེད་པའི་གི་ཐོག་ནས་འབྲེལ་བ་བྱས་ནས་འབྲི་གི་ཡོད་པ་ཞིག་བཀའ་གནང་ཡོང་དུས། དེ་རྒྱུ་མཚན་འདྲ་པོ་ཁྱོད་ཀུན་འགྲོ་ཡང་མཚན་དགོས་ཡ་གཅིག་དེ་ནས་གཅིག་ཡིད་ཆགས་ཡོད། དེ་ནས་ག་རེ་བྱས་སོང་ད་བོད་གཞུང་འདི་གི། རྒྱ་མི་གུང་ཁྲན་ལ། དམར་པོ་ལ་ཕར་འབྲེལ་བ་བྱས་ནས་གི་ག་ཉུང་ལོ་བཅུ་བཞི་འབྲེལ་བ་བྱས་སོང། ག་བཅུ་ལོ་ཉུ་བཞི་བཅུ་གི་འབྲེལ་བ་བྱས་ནས་གི་ཐ་མ། འཇའ་ལུ་སྟོན་འབྲུག་སྐུ་ཇག་སྒང་ལ་བསྡད་ཡོད་དུས་སྒང་ལ་བོད་གཞུང་བཀའ་བློན་ཁྲོས་པའི་སྐུ་ཇག་སྒང་ལ་བསྡད་ཡོད་དུས་སྒང་ལ། ཨ་ནེ། ཕར་སྤྲད་ཡག་དེ་ཕར་སྤྲད་ཚུར་ལེན་ཡག་དེ་ཚུར་ལེན་གི་ཡིན་ཟེར་ནས་ལབ་ཡག་དེ། ཨ་ནེ་ཨ་མི་རི་ཀ་ཡུལ་ལྗོངས་ལ་ལྟ་སྐོར་ཕེབས་པའི་སྐབས་ལ། དེ་བཤད་ནས་གི་སྐར་སྣ་འདྲ་ནས་ཀྲེ་ཕི་ནོ་ལ་བཅུག་ནས་བོད་མི་མང་སྤྱི་འཐུས་ལྷན་ཁང་ནང་ལ་ཡོང་བ་རེད། དེ་འདྲའི་འཇའ་ལུ་སྟོན་འབྲུག་བཤད་སོང་འདུག། ཞེས་དེའི་སྒང་ལ་དྲི་བ་བཏང་མཁན་དེ་ཀ་ན་འདྲ་ནི་མི་གཅིག་གིས་གཙང་པ་གཅིག་གིས་དྲི་བ་བཏང་པ་རེད་གཙང་པའི་དྲི་བ་གཙང་པ་གཅིག་གིས་དྲི་བ་བཏང་ནས་ཨ་ནི་སྐུ་ངོ་ཁྱོད་ཀྱིས་དེ་འདྲའི་ཕ་སྤྲད་ཡག་བྱས་ཡོད་པ་ཅིག་ཚུར་ལེན་ཡག་ཡོད་པ་བཅས་འདུག་ང་ཚོའི་ལ་མགོ་ཚོད་གོ་མི་འདུག་དེ་ག་རེ་རེད་ཟེར་ལབ་དུས་ཁྱེད་རང་ག་ནས་ཡིན་ཟེར་ལབ་དུས་ང་གཙང་ནས་ཡིན་ཟེར་ལབ་དུས་ཁྱེད་རང་སེམས་ཁྲལ་འགོག་མ་རེད་ངས་ལུང་པ་དེ་ནས་ཡན་མར་སྤྲད་གི་རེད་མ་གཏོགས་ཁྱོད་ལུང་པ་ལ་སྤྲད་གི་མ་རེད་ཁྱེད་རང་སེམས་ཁྲལ་འགོག་མ་རེད་ཟེར་ལབ་དུས་དེ་ལ་དེ་རྒྱ་ལ་སྟོན་འགྲོ་གི་ལབ་ཤག་དེ་བཀག་ན་འདྲ་གི་ཨ་ནི། སྐད་ཤི་ཁྲི་ནང་ལ་བཅུག་ནས་གི་བོད་མི་མང་སྤྱི་འཐུས་ལྷན་ཁང་གི་ནང་ལ་བཏང་ཡོད། བཏང་ནས་བོད་མི་མང་སྤྱི་འཐུས་ལྷན་ཁང་གི་ནང་ལ་དེའི་ནང་ལ་གོ་བསྡུར་བྱུང། གོ་བསྡུར་བྱུང་དེ་རྒྱ་ལོ་དོན་གྲུབ་རྒྱ་ལོ་དོན་གྲུབ་ག་རེ་ས་གོ་རེ་རྡ་རམ་ས་ལ་སླེ་ཡོང་དུས། ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཁང་གི་དྲུ་བ་བཏང་དུས་ཁྱོས་སྐད་ཆ་དེ་བཤད་རྒྱུ་བྱུང་བ་ལབ་བས་ཟེར་དུས་ངས་ལབ་ཡིན། གར་བྱས་ནས་ལབ་བ་ཟེར་ལབ་དུས། ཨ་ནི།

ལབ་དུས་དེ་ལ་ངོ་རྒོལ་བྱེད་མཁན་ག་ཚོད་འདུག་བལྟས་ཡོད་ཡིན་ན་ཞེ་དྲག་མཁན་བྱུང་ཡོད་མ་རེད་བྷི་བྷི་གཙོས་བྱེད་ཐབས་བཀའ་རྩ་བ་ན་ཟུག་གི་བསྡད་བསྡད་ཀྱི་ཡོད་རེད། ང་ཚོའི་རྡོ་ཁ་མཆུ་བྱེ་སྒང་དྲུག་ཡིན་ན་སོ་ནའི་ནང་ལ་ཡང་ཚན་པོ་སྐྱེས་བྱུང་ད་ཕར་སྤྲད་ཡག་འདི་སུ་རེད། ཚུར་ལེན་ཡག་འདི་སུ་རེད། སྐད་ཆ་དེ་འདྲས་བྱེད་དགོས་རྐྱེན་ཙམ་སླེབས་རེད།

མ་རེད། ཨ་ནི་མི་སྒེར་ཁ་གསབ་པར་རྐང་གསུག་བྱེད་མཁན་སྐྱ་སྐྱ་མག་མག་ཀོག་ཀོག་ཟེར་དུས་སྐུ་ངོ་ལ་ཁུངས་འཁྱོལ་པ་གང་ཡང་ལབ་ཡ་མི་འདུག་ཨ་ནི་རྒྱ་མིའི་ཡུལ་ལྗོངས་ནོར་བུ་ཁ་ཤས་ཀྱིས་ཅི་མང་སྤྲད་ཡ་ཡིན་ཟེར་རྒྱ་མིའི་ཡུལ་ལྗོངས་རྒྱ་མིའི་རེད་རྒྱ་མི་ལ་དྭགས་ལ་ཅི་རེད་མ་གཏོགས་ཅི་མི་རྒྱ་མིའི་ཡུལ་ལྗོངས་ཀྱི་རྙོག་དྲ་གང་ཡང་མ་རེད་ཡིན་ནའང་ང་ལ་དེའི་ཐོག་ལ་དོགས་པ་ཡོད་ཟེར་ཁོང་སྔོན་གྱི་གསུང་སྟངས་དེ་ལས་བལྟས་ན་ཡག་པོ་གང་ཡང་གསུང་མི་འདུག་ཟེར་ཁྱེད་རང་གསུང་མི་དགོས་ཡ་མང་པོ་གསུང་བཞག་ཟེར། མི་སྡོད་ང་ཡང་རྒྱ་ལོ་སྟོན་འགྲོ་ལ་ང་སྔོན་མ་ནས་ཡིན་ན་རྒྱ་ལོ་དགོས། ང་ཚོ་ལས་འགན་གཅིག་པ་ཁུར་ནས་བསྡད་པ་རེད་ལས་ཀ་གཅིག་པ་བྱས་ནས་བསྡད་པ་རེད། ག་རེ་བྱས་པ་རེད་ཟེར་ན་ཨ་ནེ་རྒྱ་ལོ་སྟོན་འགྲོ་དགོས། ག་རེ་ལབ་ཡོང་གི་ཡོད་རེད་ཟེར་ན། སྐབས་དེ། རྒྱ་ནག་ནང་ལ་ཨ་ནེ། དེ་སང་པེ་ཅིང་ལ་ཕར་འབྲེལ་བ་བྱས་པས་ཡིན་ན། རྒྱ་ནག་གཞུང་ཡག་པོ་འདུག་ཟེར། ག་རེ་ཡག་པོ་འདུག་ཟེར་ན། གནས་ཚུལ་ག་རེ་བཤད་ཀྱང་ཉན་གི་འདུག་ཕར་བཤད་ས་འདུག་ཚུར་བཤད་གི་འདུག་ཕར་བཤད་ས་འདུག་ལ་ཡིན་ལབ་གི་འདུག་ཡག་པོ་འདུག་ལབ་གི་འདུག་ཟེར། ང་ལ་དེ་བུ་མ་ཇུས་ཀུང་ང་དེ་ཡག་པོ་ཡོད་ན་རྒྱ་ནག་གཞུང་དང་བོད་གཞུང་གཉིས་ཀྱི་ཆབ་སྲིད་ཀྱི་ལྟ་བའི་ཐོག་ལ་འགྲན་བསྡུར་བྱས་པ་ཡིན་ན། ང་ཚོ་ཁོང་ཚོ་ལ་མཁས་གི་མ་རེད། ང་ནི་ཡིད་ཆེས་མཁན་མེད་རྒྱ་མི་དམར་པོ་ལ། ཡང་གུ་ཀུང་ང་ཁྱོད་རང་གི་གསུང་དབྱངས་དེ་ཁྱད་མཚར་གྱི་རེད་ཟེར་གི་སྐད་ཆ་དེ། ཕར་བསྐྲད་ཡང་ཕར་བསྐྲད་མཁན་ཚུར་ལེན་ཡང་ཚུར་ལེན་མཁན་ཡིན་ཟེར་གི། དེ་ང་ཚོས་དོགས་པ་སྐྱེ་དགོས་ཡ་ངན་ཚོད་ཆགས་པས་རེད། ད་ཐ་མ་ངས་བོད་མི་མང་སྤྱི་འཐུས་ཀྱི་ནང་ལ་ཨ་ནེ་སྐད་ཆ་ག་རེ་བྱུང་སོང་ད་ཐ་མས་ལྗགས་ལ་དོན་འགྲུབ་དགོས་གི་དེ་སྐད་ཆ་དེ་དགའ་ལྡན་ག་རེ་བྱུང་སོང་ཟེར་དུས་སུ་གཅིག་ངོ་རྒོལ་ན་གཅིག་མ་བྱས་པའི་གི་ཐོག་ལ་མདོ་སྟོད་སྤྱི་འཐུས་ཁྲི་འདུ་དཔོན་ཁྱིམ་ཡང་གནང་བཞག་གི་དེ་འདྲས་ཡིན་པ་ཡིན་ན་ང་ཚོ་མདོ་སྟོད་ཀྱི་ས་ཆ་གི་ཐོག་ལ། ས་ལ་བལྟས་ཚོད་ཀྱིས་དགག་ལ་སུ་གང་ལའང་དབང་ཆ་མེད་མདོ་སྟོད་མང་མང་གི་ཐག་གཅོད་བྱེད་མཁན་ཡིན་ཕར་བཀྲལ་དགོས་ན་ཚུར་ལན་དགོས་ན། མདོ་སྟོད་མང་མང་གི་ཐག་གཅོད་མདོ་སྟོད་ཀྱིས་བྱེད་མཁན་ཡིན་མ་གཏོགས་སུ་གང་ལ་དབང་ཆ་མེད་ད་ཟེར་ལབ་ནི་འདི་མཐའ་མ་དེ་བཤད་དགོས་བྱུང་སོང་ཨཱ། བཤད་འདུག། གནས་ཚུལ་དེ་ཚོ་ཡང་ཚན་པོ་རེད། དེབ་སྐད་ང་ཚོ་སོང་ན་མང་པོ་བཏང་དགོས་ཡག་གི་གནས་ཚུལ་ལ་ཆགས་པ་རེད། ཨོ། སྐལ་མཚང་དེ་འདྲའི་ཆེད་ལ་བསྡད་ཡོད་དུས། ང་ཚོས་སྐལ་མཚང་དེ་འདྲའི་ཆེད་ལ་གནས་བསྡད་ཡོད། གནས་བསྡད་དེ་སྒང་ལ་ཨ་ནེ་བོད་གཞུང་གི་ཆ་ཤས་ཀྱི་ནང་ལ་རྒྱ་མི་མཉམ་པོ་ལ་དགའ་ཉོན་ལོག་ཉོས་བཅུ་ཤེས་ཀྱི་སྐད་ཆ་བཤད་དེ་མཐའ་མ་དགའ་ས་གང་ཡང་མ་ཐོན་ནས་ཀྱི་ཨ་ནེ་རྒྱ་མི་མཉམ་པོ་འབྲེལ་བ་བྱེད་མི་ཐུབ་མིན་གྱི་རྒྱུ་ཆ་དེ་ཡོད་རེད་ད་རྡོག་རྡོག་བཤད་ན་དེ་རེད།

མ་འོངས་པར་ཕར་ཕྲད་ཚུར་ལེན་བྱེད་དགོས་བྱེད་ཀྱི་རེད་ཟེར་ནས་ཡི་གེ་སྣ་བས་ཞལ་ནས་དེ་གསུངས་འདུག་དེ་གསུངས་དུས་གང་ལགས་ཨ་ནི་ང་ཚོའི་དེ་ལས་དོགས་པ་མང་ཨ་སྐྱེས་དགོས་མེད་ཅེས་དེ་ཚགས་པར་དོན་དག་ཆུ་གང་དུ་མྱངས་དེ་ཡོད་དམ་ང་ཚོ་མྱངས་ཡོད་ང་ཚོ་ལག་པར་ཡོད་དོན་དག་ཅིག་སྦྱར་དོན་དུ་སྤྱི་ཁོག་མགོ་ལ་གཡོག་བཞག་ཡ་གལ་རེད་མ་རེད་དེ་བོད་གཞུང་དང་རྒྱ་གར་མུ་ཆེན་ཁོ་རང་གི་ད་ལྟ་མཛད་བདེ་ཡང་གི་ཆ་ཤས་དེ་ཆ་ཚང་ཡོད་རེད་མ་གཏོགས།

སྐལ་བཟང་ལྗང་མཚན་ལས་ཡོད་པ་ཅི་དེ་ནས་ཀྱི་གནས་ཚུལ་དེ་དེ་ནས་ཚུལ་རེ་རེ་འོག་ནས་བཤད་ཡོད་ང་ཚོ་ཡ་མཚན་གི་ཡོད་རེད་ད་བདག་མཁན་ཆོས་རྗེ་བཀའ་འདུན་ཡ་མཚན་དགོས་ངེས་ཆགས་རེད་ད་རྒྱ་དམག་ནག་གཉིས་འདི་གི་ཐོག་ལ་ཨ་ནི་བོད་གཞུང་གི་ཆབ་སྲིད་གི་འགྱུར་བ་བཏང་སྟངས་དང་བྱེད་སྟངས་ལས་སྟངས་ལ་བལྟས་ན།